དཀྱིལ་འཁོར་རྒྱ་མཚོའི་ཁྱབ་བདག་རང་ཅག་རྣམས་ཀྱི། འདྲེན་མཆོག་མཚུངས་ཟླ་མ་མཆིས་པ། བྱམས་མགོན་རྡོ་རྗེ་འཆང་ཆེན་པོའི་ཞབས་ཀྱི་པདྨ་ལ། གུས་པས་ཕྱག་འཚལ་བ་སྔོན་དུ་བཏང་སྟེ། ད་རེས་ཀྱང། རིན་པོ་ཆེའི། སྐུ་ཡི་འཕྲོད་བཞེས་བཟང་པོའི་ངང་ནས། བསྟན་པ་དང་འགྲོ་བའི་དོན་རླབས་པོ་ཆེ་བསྐྱངས་དང་སྐྱོང་བཞིན་པ། ཟླ་དེ་འདྲའི་གནས་ཚུལ་བཟང་པོ། འཁོར་བ་ལ་བརྟེན་ནས་ནི་སེམས་ལ་དགའ་བ་དང་སྤྲོ་བ། བསམ་གྱིས་མི་ཁྱབ་པ་དེ་འདྲ་ཡོང་གི་འདུག་ད་དེ་རིང་ངས་རྒྱལ་རིན་པོ་ཆེ་གི་ད་དུས་ཚོད་རེ་ཏོག་ཅིག་ག་ཞོར་ད་ཞུས་བྱས་ནས་ཞུ་ག་གནད་དོན་གཅིག་དེ་ག་རེད་ཟེར་ན་ཨ་ནི་ཉེ་ཆར་ཀུན་གཟིགས་ཞྭ་དམར་རིན་པོ་ཆེ་གི་ཡང་སྲིད་དང་འབྲེལ་བའི་ཐུན་མོང་གི་གསལ་བསྒྲགས་ཟེར་ཡག་ཅིག་ཐུགས་སྤེལ་ཡིན་པ་རེད་ད་དེ་ཡང་གཙོ་བོ་ང་རེད་ཨ་ནི་ད་ཡེ་རྡོ་རྗེ།

ད་ཡིན་ན་ཡང་ད་རིན་པོ་ཆེ་དེ་ཅི་ནས་ད་ང་ཚོར་ང་ཚོ་ཀརྨ་ཀམ་ཚང་འགྲོ་རྒྱུ་ཀརྨ་ཀམ་ཚང་གི་ད་ད་ཞལ་བཞུགས་བདེ་བས་ཀྱི་ནང་ལོགས་ན་ད་ཅིག་ང་ཚོ་ཅིག་རྒྱལ་དབང་བཅུ་དྲུག་རང་བྱུང་རིག་པའི་རྡོ་རྗེ་གི་ཐུགས་ཀྱི་སྲས་ད་རིན་པོ་ཆེ་དང་དེ་རྒྱལ་ཚབ་རིན་པོ་ཆེ་རྣམ་པ་གཉིས་ད་མ་གཏོགས་བཞུགས་ཡོག་མ་རེད་དེ་ལས་ཡིན་དུས་ས་ན་ཀརྨ་ཀམ་ཚང་གི་ད་བདེན་པའི་སྲོག་ཤིང་ཟེར་ན་ཡང་འདྲ་ད་ཅིག

ང་རང་གི་དམིགས་ཡུལའམ་ང་རང་གི་བསམ་ཚུལ་ངོ་མ་ག་རེ་ཡིན་པ་དེ་རིན་པོ་ཆེ་ལ་གཅིག་སྙན་གསང་ཅིག་ཞུས་བཞག་ན་བསམ་དེ་དྲན་སོང། ད་བྱེད་སྟངས་ཀྱི་ད་ཞྭ་དམར་རིན་པོ་ཆེ་སྐུ་གོང་མ་དེ་ཚོ་ད་གལ་ཆེ་ཆུང་ག་འདྲ་ཡིན་པ་དང། དེ་ནས་དེ་ཚོས་ཀྱི་མཛད་པ་རྣམ་ཐར་ག་འདྲ་ཡིན་པ་དེ་རིན་པོ་ཆེ་ལ་ཞུ་མ་གོ་པ་བྱས་རིན་པོ་ཆེ་མཁྱེན་མཁྱེན་པ་རེ་རེད། ད་དེ་ནས་ཞྭ་དམར་བཅུ་པ་ཆོས་གྲུབ་རྒྱ་མཚོ

དེ་འདྲའི་ཡིན་དུས་ས་གནས་དང་བྱམས་རི་བཅུ་བ་ཆོས་གྲུབ་རྒྱ་མཚོ་དེ་དེ་ལ་ཨ་ཞི་ཏུ་པན་ཆེན་འདུས་པའི་སྐུ་རིན་ཆེན་པོ་ཅིག་ཆགས་འདི་ཡོག་རེད་ངོས་འཛིན་གནང་རྒྱབ་སྐྱོར་གནང་ཁྲི་ལ་བཀོད། ད་ག་འདར་ཐོག་མཐའ་བར་གསུམ་དུ་ནི་ཨ་ཞི་ཏུ་པན་ཆེན་གྱི་ཞལ་དཔེ་མི་སྲིད་པའི་སྐུ་ལས་མང་པོ་བསྐྱོན་ཡོག་རེད་དེ་རིན་པོ་ཆེ་གི་དགོངས་དགོངས་པར་ཅི་རེད་ད་ཡིན་ན་ཡང་ཅིག་བསྟན་འགྲོའི་བར་ཆད་ཀྱི་དབང་གིས་དེ་ནི་བྱམས་རི་བཅུ་བ་དེ་ལ་ད། རྙོག་དྲ་འདྲ་བོ་ཞིག་བྱུང། ད་གོང་གི་ཅིག་གོར་ཁའི་དམག་དེ་བོད་ལ་ཁྲིད་ཡོང་རེད་ཟེར་བ་ཅིག་རེད་ཨང། ཨུན། དེ་འདྲའི་གི་པའི་རྙོག་དྲ་འདྲ་བོ་བྱུང་ཆེད། ད་ང་རང་ཚོས་ཟེར་བ་ཡིན་ན་ནི་ཅིག། མ་ཉེས་ཁ་ཡོག་རེད་ཞིག་ལབ་དགོས་བ་རེད། ད། ཅིག། རྡོ་རིང་དཔེ་འདྲི་དག་ལ་སོགས་པའི་གི་རྣམ་ཐར། རྣམ་ཐར་གསེག་མར་བའི་གི་ལོ་རྒྱུས་དེ་ཚོའི་ནང་ལོ་དེ་བཤད་པ་ཡིན་ན་ནི་ཨ་ནི་ཞྭ་དམར་གི་ངོ་མ་ཁྲིད་ཡོང་རེད་ལབ་དགོས་བ་རེད་གང་ལྟར་ཡང། ཞྭ་དམར་བཅུ་བ་དགོངས་པ་རྫོགས་པའི་རྗེས་ལ་ཡང་ཨ་ནི་རྒྱ་ནག་གོང་མ་ཆན་ལུང་གི་བཀའ་ཕབ་ནས། དེ་ནས་བྱ་དམར་གྱི་ཡང་སྲིད་མུ་མཐུད་ངོས་འཛིན་ཞུ་མི་ཆོག་པ་ཁྲི་སྲོལ་ཞུ་མི་ཆོག་པ། ད་དེ་འདྲའི་ཅིག་བཀའ་ཕབ་པ་རེད། བཀའ་ཕབ་ཡོད་འདུན་བསམ་ནས་ཨ་ན་བཀའ་ཕབ་པ་ཙམ་དུ་མ་ཟད་པའི་བྱ་དམར་གྱི་གདན་སའི་དབྱངས་ཅན་དགོན་པ་ཡང་དགེ་ལུགས་ལས་བསྒྱུར་བྱས་ནས་ད་དེ་འདྲའི་གེ་ཀར་ཤོར་བའི་ཅིག་བཀའ་མ་བཀའ་མཚང་ལ་ད་སྤྱིར་ནས་ཅིག་ཆུ་ཡིན་སྐྱུར་པ་ཆུ་ཡིན་ཐོག་ཅིག་སྐབས་ལ་ད་ཉམས་ཆག་ཆེན་པོ་བྱུང། དེ་འདྲའི་བྱས་པའི་སྒང་ད་ད་དུང་བྱ་དམར་བཅུ་པའི་སྐབས་ལ་ཡང་ཡང་བསྐྱར་དེ་ནི་ད་ཅིག་ཀར་ཤོར་ཡང། སྐམ་ཚང་ལ་ཡང་སྒར་གྱི་སྐར་གཞུང་གནོན་ཤུགས་ཆེན་པོ་ཞིག་འཕྲད། དཀའ་ངལ་ཆེན་པོ་ཞིག་འཕྲད་ཡོད་རེད་བསམ་འཁྲང་གི་འདུག་ད། དེ་ནས་བཟུང་སྟེ་ད། ལོ་བརྒྱ་དང་བདུན་ཅུ་ལྷག་ཙམ་ཅིག་གི་རིང་ལ་ཡང། དེ་རིང་ཞྭ་དམར་གྱི་ཡང་སྲིད་ངོས་འཛིན་ཞུ་མ་ཆོག་པ། ཁྲི་སྲོལ་ཞུ་མ་ཆོག་པ། གནས་སྟངས་འགྲོ་བ་དེ་རང་འཇགས་འགྲོ་བཞིན་གནས་དེ་ཡོད་རེད། སྤྱི་བཏང་ཞྭ་དམར་གྱི་ཡང་སྲིད་རེད་རེད་ཟེར་ཡ་རུ་དེ་འདྲའི་ཁ་ཞེ་བྱུང་ཡོད་རེད་དེ་འདྲའི་བཤད་སྒྲོས་འགྲོ་འདུག་དེ་ཡིན་ན་ཡང་དེ་ཞྭ་དམར་གྱི་ཡང་སྲིད

སླར་ཡང་ངོས་འཛིན་ཞུ་ཆོག་པ་ཅིག་དེ་འདྲ་ཅིག་ཆོག་མཆན་ཞུས་གནང། ཡང་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཡིན་ན་ཡང་དེ་ལས་ཡག་དེ་གར་ཤོར་བ་དག་བྱས་ན་འགྲིག་གི་རེད་ཟེར་གི་དེ་འདྲ་གི་བཀའ་བཟང་པོ་ཐོབ། དེ་འདྲ་བྱས་པ་དེ་ལ་བརྟེན་ནས་ཨ་ནི་རྒྱལ་བ་བཅུ་དྲུག་པ་ཆེན་པོས་ཀྱིས་ད་ལོ་ངོ་བརྒྱ་དང་བདུན་ཅུ་ལྷག་ཙམ་ཞིག་གི་རིང་ལ་ཡང་ངོས་འཛིན་བྱེད་མ་ཐུབ་པ་དག་ཅིག་ཀརྨ་སྐམ་ཚང་གི་ནང་ལོགས་ལ་ཅིག་ལོ་རྒྱུས་ཀྱི་ཐོག་ལ་ཡག་ཐོག་སེ་ཅིག་ཕམ་ཁ་ཟེར་ན་ཡང་འདྲ་འདུག་ཡང་ན་ཅིག་ང་རང་ཚོ་ལ་ཅིག་མ་ཉེས་ཁ་གཡོག་འདྲ་པོ་ཅིག་ཕོག་བྱས་ནས་དང། ཞབས་ར་གི་ཡང་སྲིད་ངོས་འཛིན་བྱེད་མ་ཆོག་པ་དེ་སླར་གསོ་གནང་བ་རེད་དེ་སླར་གསོ་གནང་བ་དེ་ཏན་ཏན་གྱི་དགོས་པ་དང་དོན་ཁྱད་པར་ཅན་ཅིག་ཡོད་ཀྱི་རེད་བསམ་དྲན་གྱི་འདུག་ག་རེ་རེད་ཟེར་ན་ཞབས་ར་ཡང་སྲིད་ངོས་འཛིན་གནང་བ་དང་སླར་གསོ་གནང་བ་དེ་བསྟན་འགྲོའི་གྱི་དོན་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་ད་ཁ་ཤས་ངས་དེ་འདྲའི་གོ་མྱོང་ཡོད་ངེས་ཆུང་ཆུང་ག་ད་དེ་ལྟར་ཅིག་སྐུ་འབྲས་བཅུ་དྲུག་པ་ཁོང་རེད་ལ་དེ་སྐུ་མཆེད་དེ་ཚོས་འདྲ་མི་འདྲ་ཞུས་དེ་རེད་ཟེར་ཡ་རོ་དེ་འདྲའི་གོ་ཡ་ཡོད་ཡིན་ན་ཡང་ང་དེ་ལ་ཡིད་ཆེས་མེད་རྒྱུ་མཚན་ག་རེ་རེད་ཟེར་ན།

དགོངས་པ་རྒྱ་ཆེན་པོ་བཞེས། དེ་ནས་ཡེ་ཤེས་ཀྱི་སྤྱན་གྱིས་གཟིགས་ནས། ད་ཆོས་གནང་གི་རེད་མ་གཏོགས་ད་ག་ཟེ་མི་ཁ་ཤས་ཅིག་ཅིག་ཞུས་ནས་དེའི་ངོ་ལ་བལྟས་ནས། དེ་ནས་འདྲ་མི་འདྲ་གནང་གི་རེད་བསམ་བསམ་རོགས་ཅིག་ངས་དྲན་གི་མི་འདུག། གང་ལྟར་ཡང་ཞྭ་དམར་གྱི་ཡང་སྲིད་ལ་ངོས་འཛིན་གནང་རེད་གནང་ནས། དེའི་ཅིག་ཡག་པོ་ཅིག་ཡོང་བ་ཅིག་དང། ཞྭ་དམར་གོང་མ་ཚོ་ནང་བཞིན་ཅིག་གི་མཛད་འཕྲིན་རྒྱས་པོ་ཅིག་ཡོང་བ་ཅིག་དེ་འདྲ་ཅིག་གི་ཐུགས་བཞེད་དང་རེ་བ། ཤུགས་ཆེན་པོ་ཅིག་བསྐྱོན་གནང་བ་རེད་ད་ཡིན་ན་ཡང། ད་བར་ལམ་གཅིག་ལ་ཡང་ང་རང་ཚོས་བསྟན་འགྲོའི་བར་ཆད་ཟེར་ན་ཡང་འདྲ། ད་གང་ལྟར། ཅིག། འདུས་བྱས་བསོད་ནམས་མེད་པ་ཟེར་ན་ཡང་འདྲ། ག། ད་ག། རྒྱུ་མཚན་སྣ་ཚོགས་ཅིག་གི་ཐོག་ནས་ད་ཞྭ་དམར་རིན་པོ་ཆེ་དེའི། དོན་ལ་ད་ག་ད་རྒྱལ་དབང་བཅུ་དྲུག་པའི་གི་ཐུགས་རེ་རྣམ་པ་ནང་བཞིན་ཅིག་བྱུང་ཡོད་རེད་བས་ཟེར་ན་ད་བྱུང། ཡོད་མ་རེད་བྱས་བྱས་བ་ཅིག་ལ་ཐུགས་ཡག་འགྲོ་བྱེད་རེད། ད།

གང་ལྟར་ཡང་དེའི་རྗེས་ལ་ཡང་ནི་ཞྭ་དམར་རིན་པོ་ཆེ་ཡང་རིང་པོར་མ་ཐོགས་པར་དགོངས་པ་རྫོགས་ཕྱིན་པ་རེད། ད་རིན་པོ་ཆེ་དགོངས་པ་རྫོགས་ཚར་དུས་སང་ད་ཁོ་རྙོག་དྲ་དེ་སེལ་མ་ཐུབ་པ་ཡིན་ཙང་རྙོག་དྲ་དེ་མུ་མཐུད་ལྷག་བསྡད་ཡང་འགྲུལ་ཆགས་འོར་བ། ད་ཞྭ་དམར་རིན་པོ་ཆེ་དགོངས་པ་རྫོགས་ཚར་རྒྱབ་ལ་ཡང་ད་གལ་སྲིད་སྐམ་ཚང་ནང་གི་རྙོག་དྲ་དེ་སེལ་བར་བསམ་པ་ཡིན་ན། ད་ཅིག་སྐད་ཆ་བཤད་ས་ཟེར་ན་འདྲ་འདུག་འགྲེལ་པ་བྱེད་ས་འདྲ་པོ་དེ་གཞན་དག་སུ་ཡོང་བ་མ་རེད་ད་ད་ཡེ་རྡོ་རྗེ་ཁོང་ལ་ཡང་འགྲེལ་པ་མ་ཞུས་རང་ཞུས་ས་མར་བས། ཅེས་འགྲེལ་པ། ད་ཆོག་ཅིག་ནི་ཞེ་ས་མ་ཞུས་ན་མ་ཞུས་རང་ཞུས་རུ་བྱས། གང་ལྟར་དེ་འདྲའི་ཅིག་གི་གནས་སྟངས་རུ་ཆགས་ཡོད་པའི་ཡིན་དུས་ས་ནས་ཨ་ནི། ངའི་ངོས་ནས་ངའི་ཨ་ད་ཅིག་བསམ་བློ་རྒྱ་ཆེན་པོ་ཟེར་ནས་བསྒྲགས་འདུག་བློས་གཏོང་ཆེན་པོ་རུ་བྱས་པའི་སྐད་ཆ་བྱས་བྱས་ཨ་ནི། གོང་ལ་ཡང་མཇལ་འཕྲད་ད་ལྟ་བར་དུ་ད་མཇལ་འཕྲད་ཐེངས་གསུམ་ཙུག་ཅིག་བྱུང་ཡོང་བ་རེད། ད་རེས་ཉེ་ཆར་ཨ་ནི་སིང་ག་པོར་ལ་ཡང་མཇལ་འཕྲད་ཞུས་པ་ཡིན། མཇལ་འཕྲད་ཞུས་བྱས་ནས་ཨ་ནི། ངའི་གི་བསམ་འཆར་ཕུལ་ནས་ད་ག་ཞུ་བ་རེད་ངོ་མ་ནི་བསམ་འཆར་མང་པོ་ཞིག་ཕུལ་བ་རེད། ད་ག་འདྲ་ཞྭ་དམར་མོ་ཅིག་ཡང་སྲིད་དེ་པས་མི་ཚེ་གལ་ཆེན་པོ་འདུག། ད་དེ་རྩོད་པ་མེད་པ། ད་དེ་འཁྲུལ་པ་མེད་པ་ཅིག་དགོས་ཧ་དེ་གལ་ཆེན་པོ་ཞིག་ཆགས་བསྡད་འདུག། དེ་རྩོད་པ་ཅན་ཅིག་ཆགས་སོང་ན་ང་ཚོ་བཀའ་བརྒྱུད་པའི་རྩོད་པ་དེ་མུ་མཐུད་ནས་པའི་མི་རབས་རྗེས་མ་དེ་ཚོ་ལ་ལྷག་འགྲོ་བ་ཞིག་འདི་ཆགས་ཡོང་བ་རེད། དེའི་རྒྱུ་མཚན་ལ་བརྟེན་ནས། ད། ང་ཚོའི་གི་ད་རེས་ཀྱི་རྩོད་པ་འདི་མི་རབས་འདི་ལས་ཡག་པའི་མཇུག་འབྲས་ཐུབ་པ་ཅིག་གུག་ཏུ་མ་གཏོགས་པའི་གི་མི་རབས་རྗེས་མ་དེ་ཚོ་ལ་མུ་མཐུད་ནས་དཀའ་ངལ་བཟོས། ད་དེ་ཚོ་ལ་མུ་མཐུད་ནས་པའི། རྩོད་པ་དེ། མུ་མཐུད་ནས། དགའ་ཤོར་ད་མི་རབས་རྗེས་མ་དེ་ཚོ་ལ་ཡག་པའི་དགའ་ཤོར་རེད། མུ་མཐུད་ནས་འགྲོ་ཨ་བྱས་པ་ཡིན་ན་དཔེ་མི་སྲིད་པས་ད་ཞབས་འདྲེན་ཆེན་པོ་ཞུ་ས་རེད་དེ་ནས་ཡིན་དུས་ས་ནས་ང་ཚོས་ངེས་པར་དུ་ད་རྩོད་པ་མེད་པ་ཞིག་བཟོ་དགོས་འདུག་དེ་ནས་ཡིན་དུས་ས་ནས་ཞྭ་དམར་རིན་པོ་ཆེ་ཡང་སྲིད་དེ་འཁྲུལ་པ་མེད་པ་ཞིག་རྩོད་པ་མེད་པ་ཅིག་ངོས་འཛིན་ཞུ་ཐུབ་དགོས་ཨ་གལ་ཆེན་པོ་རེད་ད་དེ་ཡོང་བར་བྱས་པ་ལ་ཨ་ནུ་བས་ཁྱེད་གཅིག་བུས་ཀྱིས་ངོས་འཛིན་བྱས་པ་ཡིན་ན་ཡང་དེ་རྩོད་པ་ཅན་ཅིག་ཆགས་འགྲོ་ཨ་གི་ཉེན་ཁ་ཡོང་རེད་ང་གཅིག་བུས་ངོས་འཛིན་བྱས་པ་ཡིན་ན་ཡང་ཁྱེད་རྣམ་པ་ཚོའི་ཕྱོགས་གཏོགས་དེ་ཚོ་ཁས་ལེན་གི་མ་རེད་དེའི་རྒྱུ་མཚན་ལ་བརྟེན་ནས་ངེད་རྣམ་པ་གཉིས་མཉམ་དུ་ངོས་འཛིན་བྱས་ནས་ད་ངོས། རྩད་གཅོད་བྱས་ངོས་འཛིན་བྱས་དེ་འདྲ་བྱས་པ་ཡིན་ན་ཨ་ནི་རྩོད་པ་ཉུང་བ་འགྲོ་བ་ཅིག་དང་དེ་ནི་རྙོག་དྲ་ཉུང་བ་འགྲོ་བ་ཅིག་ཆགས་ས་རེད་དེ་འདྲ་ཞུས་ནས་ཨ་ནི་གོང་གི་དག་ན་ཅི་རེད་གསུངས་བྱས་ནས་ད་ཡི་གེ་འདི་འདུག་ཕྱིན་ཡིན་པ་རེད། ཡི་གེ་འདི་བྲིས་བྱས་ནས་ད་མ་འོངས་ད་ག་ད་འཛམ་བུ་གླིང་གི་ཐོག་ལ་ཁྱབ་བསྒྲགས་བྱས་བྱས་དུས་ས་ནས་ད་ཕན་ཚུན་གཉིས་ཀ་ལོ་གཅིག་གི་གཅིག་ལ་ཡང་བསྟུན་དགོས་ཡང་འགྲོ་བ་ཅིག་ཆགས་འདུག་ཡོད་རེད་པ། ད། ངེད་ཀྱིས་ཡིན་ནའང་ལམ་སང་ལམ་སང་ང་རང་གིས་ག་རེ་དྲན་དྲན་བྱས་ཡ་མེད་དེ་ངེད་སྒྲུབ་ཅིག་ཁོང་གི་ཕྱོགས་ནས་ཡིན་ནའང་ལྟ་ཅིག་ག་རེ་གནང་གནང་སྒྲུབ་ཅིག་མེད་པ་བྱས་བྱས་ཁོང་གིས་ཅིག་གནང་དགོས་ཡ་བྱུང་བ་ཡིན་ན་ཞྭ་དམར་གྱི་ཡང་སྲིད་དང་འབྲེལ་བའི་ཐོག་ནས་ཕྱག་ལས་གནང་དགོས་ན་དེ་ང་ལ་ཡང། ཅིག། བཀའ་མོལ་གནང་དགོས་ཡ་ཅིག་དང། ངེད་ཀྱི་ངོས་ནས་ཞྭ་དམར་ཡང་སྲིད་དང་འབྲེལ་བའི་ལས་ཀ་ཅིག་བྱེད་དགོས་ན་དེ་ཡང་ཁོང་ལ་ཡང་བཀའ་འདྲི་ཞུ་དགོས་ཡ་སྒྲུབ་ཅིག་ག་འདྲ་ཕན་ཚུན་གཉིས་ཀ་བཀའ་མོལ་གནང་ཐག་གཅོད་མ་གནང་བ་ལ་ཡང་ཨ་ནི་རང་རང་སོ་སོའི་ངོས་ནས་ཐག་གཅོད་གནང་ཐུབ་ཡ་མེད་པ་སྒྲུབ་ཅིག་ད་དེ་འདྲའི་སྒྲུབ་བྱེད་ཀྱི་གནས་སྟངས་སྒྲུབ་ཅིག་ཆགས་ཡོང་བ་རེད་བསམ་དྲན་གྱི་འདུག་ད་དེ་ཡང་འཛམ་བུ་གླིང་གི་མི་ཐམས་ཅད་ཀྱིས་མཐོང་ཟིན་པ་རེད། དེ་ཡང་ཕྱོགས་གཉིས་ཀ་ལོར་ཁྱབ་བསྒྲགས་སྟངས་ཇི་ཐུག་སུ་ཡིན་པ་རེད། དེ་འདྲ་ཡིན་དུས་ས་ནས། ད་ཐ་ན་ཡང་གང་ལྟར་ཕན་ཚུན་གཅིག་གི་གཅིག་ལ་ཡང་བསྟུན་དགོས་ཡག་འགྲོ་བ་ཅིག་དེ་འདྲ་ཅིག་གི་བསྟུན་མཁས་གནང་དགོས་ཡག་ཅིག་དེ་འདྲ་ཅིག་ཆགས་ཡོག་རེད་བསམ་དྲན་གྱི་འདུག་དེ་གནང་དགོས་ཡག་གི་རྒྱུ་མཚན་དེ་ཡང་ད་གཙོ་བོ་ད་གིན་ཞུས་པའི་ནང་བཞིན་རེད། ཅིག་རང་སོ་སོའི་ངོས་ནས་སོ་སོ། ཁ་ཁ་སོ་སོ་ནས་ཅིག་བྱས་ཤག་པས་ནི་དེ་རྩོད་པ་བྱས་འགྲོ་བ་ཅིག་དང་རྙོག་དྲ་བྱས་འགྲོ་བ་ཆགས་འགྲོ་གི་ཡོད་ཙང་མཉམ་དུ་བྱས་པ་ཡིན་ན་ཨ་ནི་རྩོད་པ་ཉུང་བ་རྙོག་དྲ་ཉུང་བ་འགྲོ་བ་ཆགས་འགྲོ་གི་ཡོད་པ་དེ་རེད། ད་ག་ནང་བཞིན་གྱི་དམིགས་ཡུལ་གཙོ་བོ་གྲུབ་སྟེ་ཞྭ་དམར་གྱི་ཡང་སྲིད་པས་འཁྲུལ་པ་མེད་པ་ཅིག་དང་རྩོད་པ་མེད་པ་ཅིག་དེ་འདྲ་ཅིག་ངོས་འཛིན་བྱེད་ཐུབ་པ་བྱུང་བ་ཡིན་མིན་ན་མ་འོངས་པའི་བཀའ་རྒྱུད་ཀྱི་བསྟན་པ་ལ་ཡང་ཕན་ཐོགས་ཡོང་བསྡད་ཅིག་དང་ཅིག་རྙོག་དྲ་དེ་ཚོ་རང་བཞིན་ཞི་འགྲོ་ཨ་ཅིག་ཡོང་ས་རེད་ཟེར་བ་དེ་འདྲ་ཅིག་གི་དམིགས་ཡུལ་རེད་འདུག་གསུངས་པ་རེད་ཡིན་ན་ཡང་ད་ལྟ་ཞྭ་དམར་གྱི་ཡང་སྲིད་སུ་རེད་ཅེས་ངོས་འཛིན་དགར་ཞུ་དང་བཙལ་འཚོལ་བྱུང་ཡོད་མ་རེད་ལ་ངོས་འཛིན་ཅིག་གི་ཞུ་ཐུབ་ཡོད་མ་རེད་ད་དེ་སྐོར་གོམ་པ་རེ་རེ་བཞིན་དུ་མང་པོ་ཡང་རུ་ཐུག་ཟིན་པ་རེད། དེ་རིང་ཡིན་དུས་ད་ལྟ་དེའི་སྐོར་དེ་རིན་པོ་ཆེ་ལ་སྙན་གསང་ཅིག་ཞུ་བཞག་ན་བསམ་དྲན་སོང་གང་ཡིན་ཟེར་ན་ད་སྤྱི་བཏང་རིན་པོ་ཆེ་ལ་ཅིག་ཏུ་བ་འདྲ་མི་འདྲ་ཞུ་མཁན་དེ་འདྲས་ཡོང་སྲིད་གི་རེད་ད་དེ་འདྲས་ཞུ་མཁན་ཡོད་མེད་ལ་མ་ལྟོས་པ་ང་རང་གི་ད་སེམས་ཚོད་ངོ་མ་ག་རེ་ཡིན་པ་དམིགས་ཡུལ་ངོ་མ་ག་རེ་ཡིན་པ་དེ་རིན་པོ་ཆེ་ལ་ཡང་སྙན་གསང་ཞུ་དགོས་ཡ་དེ་གལ་ཆེན་པོ་རེད་སྤྱིར་ནས་རིན་པོ་ཆེ་ངེད་ཀྱི་བླ་མ་ཆགས་བསྡད་ཀྱི་ཡོད་རེད་སྒྲུབ་བརྒྱུད་ཀརྨ་ཀརྨ་ཚང་གི་ད་བསྟན་པའི་སྲོག་ཤིང་ཆགས་བསྡད་ཀྱི་ཡོད་རེད་བསྟན་པའི་བདག་པོ་ལྟ་བུ་ཆགས་བསྡད་ཀྱི་ཡོད་རེད་དེའི་རྒྱུ་མཚན་ལ་བརྟེན་ནས་ད།

ཞེས་པ་ཅིག་བྱས་བསྡད་ཀྱི་ཡོད་ཟེར་བ་དེ་ཕན་གྱི་མི་འདུག་ང་རང་གི་དམིགས་ཡུལ་ག་རེ་ཡིན་པ་ང་རང་གི་བསམ་ཚུལ་ག་རེ་ཡིན་པ་དེ་རིན་པོ་ཆེ་རྣམ་པ་གཉིས་ལ་ཞུས་ཨ་ནི་རིན་པོ་ཆེ་རྣམ་པ་གཉིས་ཀྱིས་ཀྱང་དོ་དངོས་སྐྱབས་འཇུག་གནང་དེ་འདྲས་བྱས་པ་ཡིན་ན་ཨ་ནི་ལས་དོན་དེ་ཡག་པོ་ཅིག་འགྲུབ་ཐུབ་ཡག་རེད་པ་དེ་འདྲས་ཅིག་གི་རེ་བ་ཅིག་ཡོང་ས་རེད་བསམ་བསམ་རུང་ཞིག་དེ་འདྲས་ཞིག་འདུག་དེ་ནི་དེའི་ཞོར་ལ་རིན་པོ་ཆེ་ལ་ཞུ་ཡག་ཅིག་ལ་ག་རེ་ཟེར་ན་སྤྱི་བཏང་གི་ངོ་མ་ངའི་གོ་ཐོས་ཡིན་ད་གོ་ཐོས་ལ་དེ་ནི། རྒྱལ་དབང་བཅུ་དྲུག་པའི་དགེ་དེ་ནི་བྱམས་པ་རིན་པོ་ཆེ་ཡང་སྲིད་ངོས་འཛིན་གནང་པའི་ཁ་ཐུག་ཏུ་བ་ལི་ཨ་ནི་ད་ཅིག་ཡང་དཔའ་བོང་ཚང་སོང་བར་དཔའ་བོང་ཚང་གི་མི་འདྲ་བ་ཁ་ཤས་མི་རྒན་པ་ཁ་ཤས་དང་ཡང་སྡེ་དགེ་གི་མི་ཁ་ཤས་ཀྱི་སེམས་ཀྱི་ལྟས་ཚེ་ཅིག་བསམ་ཚུལ་དེ་ཅིག་མི་འདྲ་བ་དེ་འདྲ་བྱུང་བ་རེད་ཟེར་དེ་འདྲ་གོ་མྱོང་ཡོད་ག་རེ་ཟེར་ན་ད་ལོ་བརྒྱ་དང་བདུན་ཅུ་ལྷག་ཙམ་གྱི་རིང་ལ་ཡང་བྱམས་པ་རིན་པོ་ཆེ་ཡང་སྲིད་ཟེར་དེ་མེད་པ་ཆགས་ཡིན་པ་རེད་དེ་འདྲ་ཡིན་དུས་སམ་ད། སྒྲ་མ་སྦས་པའི་འོག་ལ་ཡང་དེ་ནི་སིནྡྷུ་རིན་པོ་ཆེ་འདི་དག་གལ་ཆེ་ཤོས་ཅིག་བླ་མ་གལ་ཆེ་ཤོས་མཛད་འཕྲིན་རྒྱས་ཤོས་ཀྱི་ཕྱག་ཡིན་པ་རེད། དེ་ནས་ལྷག་པར་དུ། སིནྡྷུ་པཎ་ཆེན་གྱི་དཔའ་བོང་གི་གདན་ས་ཕྱག་བཏབ་ནས། དེ་ནས་ཅིག་ཀམ་ཚང་གི་གདན་ས་གལ་ཆེ་ཤོས་ཀྱི་ཕྱག་བཏབ། དགོན་ལག་ཡིན་ན་ཡང་མང་པོ་བཞུགས་བྱུང་བྱས་ནས་ད་ག་འདར་ཀམ་ཚང་གི་གདན་སའི་ནང་ལོགས་ནས་བཞུགས་མཁན་ཆེ་ཤོས་ཅིག་གལ་ཆེ་ཤོས་ཀྱི་ཕྱག་ཡིན་པ་རེད་དེ་དངོས་གནས་གནས་ཚུལ་རེད། དེའི་རྒྱུ་མཚན་ལ་བརྟེན་ཡོད་འདུག་བསམ་ད་ཡང་ཁོ་ཅིག་མི་ཚང་མ་ལོགས་ལ་ཡང་རང་སོ་སོ་ཅིག་ཁ་ཕུར་ཡོད་ཟེར་ན་ཡང་འདྲ་འདུག་ཡང་ཅིག་ཞེན་ཁོག་ལ་བྱོར་བ་དེ་ཡོད་དུས་བསམ་ན་དེ་ནི་ཡང། ད་ལོ་བརྒྱ་དང་བདུན་ཅུ་ས་ལྷག་ཙམ་གྱི་རིང་ལས་བྱམས་མ་རིན་པོ་ཆེ་ཡང་སྲིད་མེད་པ་བྱས། དེ་ནས་གློ་བུར་དུ་ཟེར་ན་འདྲ་འདུག། སླར་ཡང་དེ་བྱམས་མ་རིན་པོ་ཆེ་ཡང་སྲིད་དེ་ངོས་འཛིན་བྱས་ཡོང་དུས་ས་ནས། ཨོ་ད་དེ་ང་ཚོ་རྐང་ཚོ་དཔའ་བོང་ཚང་ལ། གར་ཞོར་འདིར་ནས་ཅིག་ངོས་འཛིན་གནང་སོང་བསམ་བསམ་རིན་པོ་ཆེ་ང་ཚོ་དཔའ་བོང་ཚང་མགོ་ལ་རྒྱག་རིན་པོ་ཆེ་དེ་འདྲ་ཅིག་རེད་འདུག་བསམ་བསམ་རིན་པོ་ཆེ་དེ་འདྲའི་བསམ་བློ་གཏོང་མཁན་དེ་འདྲའི། བྱུང་ཡོད་ས་རེད་ང་རང་དེ་འདྲའི་གོ་སོང། ང་རང་གི་སྡུག་བསྔལ་ཚོད་དཔག་བྱས་པ་ཡིན་ན་བྱུང་ཡོད་སྲིད་པ་རེད་བསམ་དྲན་གྱི་འདུག་ཅི་ལྟར་ཁོ་མི་སོ་སོ་ལ་བསམ་པ་སུམ་ཅུ་བསམ་པ་སོ་སོ་ཡོད་པ་ཡིན་དུས་དེ་ཡོང་སྲིད་ར་ད་ཆོག་ཟིན་ཁག་ཡོད་མ་ར་ད་ཡིན་ན་ཡང་ང་རང་གིས་བསམ་ཚུལ་ཞུས་པ་ཡིན་ན་སྤྱི་བཏང་གི་དེ་ནས་དམ་འབུལ་ཞུས་པ་ནང་བཞིན་གྱི་ཞྭ་དམར་སྐུ་མགྲོན་བཅུ་བ་དེ་ནི་སི་ཏུ་པཎ་ཆེན་གྱི་སྐུ་ལས་མང་པོ་བསྐྱོན་སི་ཏུ་པཎ་ཆེན་གྱི་རང་རྣམ་ནང་ལ་གསལ་པོ་ཡོད་རེད་ཀ་ཐོག་རིག་འཛིན་གྱི་རྣམ་ཐར་ནང་ལ་གསལ་པོ་ཡོད་རེད་ད་སྐུ་ལས་མང་པོ་བསྐྱོན།

བསམ་ཚུལ་གྱི་ཐོག་ནས་འགྲོ་དགོས་པ་གཅིག་དང། དེ་ལ་ཡང་མི་གཞན་དག་གི་གཅིག་བསམ་ཚུལ་མ་འདྲེས་པ། མི་གཞན་དག་གི་གཅིག་ཆབ་སྲིད་མ་འདྲེས་པ་གོ་ཡ་དེ་གལ་ཆེན་པོ་ཡིན་དུས་སང་ནས་ཚོ་སོ་སོ་རང་ཉིད་ཀྱི་བསམ་བློ་གཏང་གི་ཡོད། དེ་འདྲ་ཡིན་དུས་སང་ནས་ཡིན་ན་ཡང་ད་ང་རང་གི་འདུག་ས་པ་ང་རང་གི་ཧ་གོ་ས་ང་རང་གི་ཤེས་ས་ལ་ནི་དེ་འདྲས་ཀྱི་བའི། སི་ཏུ་རིན་པོ་ཆེ་དང་དཔའ་བོང་ཚང་མགོ་ལ་རྒྱག་ཆེད་དུ་ཞྭ་དམར་རུབ་ཀྱི་ཡང་སྲིད་ངོས་འཛིན་བྱས་བ་རེད་ཟེར་མཁན་དེ་འདྲས་ཀྱི་བསམ་བློ་གཏོང་མཁན། ངས་ནི་རྩ་བ་ཉིད་ནས་མཐོང་མ་སོང་རྩ་བ་ཉིད་ནས་གོ་མ་སོང། དེ་རིང་ཡང་དེ་ཚོའི་སྐོར་དེ་དུ་ཡང། རིན་པོ་ཆེ་གིས་མཁྱེན་དགོས་ཡ། མཁྱེན་མཁྱེན་གྱི་རེད་ལ་དེ་མཁྱེན་དགོས་ཡ་དེ་མཁྱེན་ཤིན་པོ་རིན་པོ་ཆེ་རེད་བསམ་དྲན་གྱི་ཡོད། ག་རེད་ཟེར་ན་ཡང་དེ་འདྲས་པའི་ཞུ་མཁན་དེ་འདྲས་ཡོང་སྲིད་ཀྱི་རེད། དེ་འདྲས་ཀྱི་བས། ག་ཞུ་རེད་ད་ཅེ། འཆར་གཞི་དང་དེ་འདྲས་ཀྱི་བསམ་བློ་ཁོ་རང་རྩ་བ་ཉིད་ནས་ཡོད་མ་རེད་དཀོན་མཆོག་དཔུང་ཚོགས་ཀྱི་ཐོག་ནས་དེ་འདྲས་ཀྱི། བསམ་བློ་གོ་མཁན་ང་རང་ལ་མེད་ལ་མི་གཞན་དག་ལ་ཡོང་སྲིད་ཀྱི་མ་རེད་བསམ་དྲན་གྱི་འདུག་ད། དེ་འདྲའི་བསམ་བློ་གཏོང་མཁན་ཡོད་པ་ཡིན་ན་ད་ཁོ་རང་ལས་ངན་ཁོ་རང་སྒྲིབ་པ་ཆེ་ཁོ་རང་སྡིག་པ་ཆེ་བ་རེད་མ་གཏོགས་པས་དེ་ལ་ཡག་བྱེད་མཁན་དང་དེ་ཡག་པོ་འདུག་ཟེར་བྱས་དེ་ལ་རྒྱབ་སྐྱོར་བྱེད་མཁན་རྗེས་སུ་ཡི་རང་བྱེད་མཁན་ཨ་ཕ་བྱེད་མི་སྲིད་པ་འདྲ་བོ་ཆེ་གཞན་དག་ག་རེ་ཡིན་ནམ་ངས་ནི་བྱེད་ཐུབ་ས་མ་རེད། དེ་འདྲ་ཡིན་དུས་ཡང་དེའི་གནས་སྟངས་དེ་ཡང་ད་རེས་ཅིག་གསལ་པོ་ཅིག་མ་ཞུས་ན་ཡང་འཚམས་སམ་ད་དེང་སང་དུས་ངན་པ་ཡིན་དུས་སང་ནས་ད་མི་དེ་ཚོ་ད་སྒྲིབ་པ་ཆེ་སྡིག་པ་ཆེ།

ཅིག་གིས་ཡང་ང་རང་ཚོ་ད་ལྟ་རིན་པོ་ཆེ་ནས་ད་གལ་སྲིད་རིན་པོ་ཆེ་གེ་སར་རིན་པོ་ཆེ་རྣམ་པ་གཉིས་རེད་ད་ནི་ང་རང་ཚོ་རྣམ་པ་གསུམ་དེ་ཡང་མི་མཐུན་པ་འདྲ་པོ་ཅིག་དུག་སྲིད་ཆགས་ཡོང་ན་ཡང་དེ་དེའི་སྒང་ལ་སྡུག་ཐོག་སྡུག་ཤག་ཆགས་ཡོང་ད་དེ་ནི་ང་ཚོ་ཚང་མ་ལོ་ན་མི་དགོས་ཡག་འདྲ་པོ་ཅིག་རེད་ང་རང་སྐད་ནང་རྒྱུན་དུ་དྲན་བསྡད་ཡོད། དེ་འདྲ་ཡིན་དུས་ས་ནས་ངས་རིན་པོ་ཆེ་ལ་མ་བརྩིས་པ་དང་རིན་པོ་ཆེ་ལ་ཅིག་བླ་མ་ལ་བླ་མ་ལ་བླ་མར་མ་འཛིན་པ་འདྲ་པོ་དེ་འདྲའི་རྩ་བ་ཉིད་ནས་མིན། ད་གཙོ་བོ་དེ་གང་ལྟར་རྙོག་དྲ་དེ་མ་བྱུང་ན་དགའ་གི་རེད་བསམ་དྲན་གྱི་འདུག་ལྷག་པར་དུ་མ་འོངས་པ་ལ་ཡག་རྟགས་ཅིག་རྒྱག་པ་ཡག་བསད་ཀི་ཡང་སྲིད་དེ་ཚོ་ལ་ཡང་ཚང་མར་ལ་རྙོག་དྲ་བྱུང་ན་ང་ཚོ་དཔེ་ཟ་གི་རེད་བསམ་དྲན་གི་འདུག་སྔ་མ་པ་ལ་རྙོག་དྲ་བྱུང་ཚར་བ་རེད་ད་དེ་ནས་འཇམ་མགོན་ནས་གཉིས་ཆགས་ཚར་རེད་ད་མ་འོངས་པ་ལ་ཡང་ཨ་ནི་ཅི་ཞིག་སི་ཏུ་རིན་པོ་ཆེ་ཡང་སྲིད་གཉིས་བསད་ཨ་རོ་པ་རྒྱ་ཚ་རིན་པོ་ཆེ་ཡང་སྲིད་གཉིས་བསད་ཨ་རོ་པ་ཅིག་ད་ཡོང་མི་སྲིད་པ་མ་རེད་དེ་རིང་ད་ཁོ་བོ་ཡང་སྲིད་ཅིག་བྱུང་ཚར་བའི་ཞོར་ལ་བདེན་པ་ཡིན་ན་རྫུན་མ་ཡིན་ན་ཁོས་གནོད་བསྡད་འདུག་དེ་གི་རྙོག་དྲ་ཅིག་ཆགས་བསྡད་འདུག་དེ་རིང་ཡིན་དུས་སང་ད་དེ་འདྲ་ཅིག་མི་ཡོང་ཡག་གི་ཐབས་ཤེས་དེ་ད་ལྟ་ནས་བསམ་བློ་གཏོང་ག་ཡ་ཅིག་དང་ལང་ཀ་དེ་ད་ལྟ་ནས་བཟོ་དགོས་ཡ་དེ་གལ་ཆེན་པོ་གཅིག་ཆགས་བསྡད་ཀྱི་འདུག་བསམ་དྲན་གྱི་འདུག་དེ་རིང་ད་ངས་ཁ་མང་པོ་སྐད་ཆ་མང་པོ་རེ་ཆགས་སོང་དེ་དག་དོན་དག་རྡོག་རྡོག་དེ་ངས་མང་པོ་ཞུ་དགོས་ཡ་རྒྱུ་མཚན་དེ་རིན་པོ་ཆེ་གི་ཐུགས་ལ་ཡ་འཁྲུལ་པ་ཡོང་སྲིད་གི་མ་རེད་ལ་ད་དེ་རིགས་ཀྱི་འཁྲུལ་པ་མི་ཡོང་བའི་ཆེད་དུ་ད་ང་རང་ངོས་ནས་འགྲེལ་བཤད་གང་ཐུབ་ཐུབ་ཐུབ་ཞུས་པ་ཡིན་དེ་འདྲ་ཡིན་དུས་རིན་པོ་ཆེ་མཁྱེན་པའི་བདག་པོ་ཡིན་དུས་ས་ནས་མང་པོ་ཞིག་ཞུ་མ་དགོས་པ་བྱས་བྱས་རིན་པོ་ཆེ་གི་མཁྱེན་བཞིན་པ་དང་གཟིགས་བཞིན་པ་དང་དགོངས་བཞིན་པ་དེ་འདྲ་རེད་དེ་འདྲ་ཡིན་དུས་ས་ནས་ད་མཐའ་དོན་དེ་རིན་པོ་ཆེ་ག་ཚོད་ངོ་མ་ཞུས་པ་ནང་བཞིན་གཙོ་བོ་ད་སྐུ་ཚེ་ཞབས་པད་བརྟན་ཡ་དེ་གལ་ཆེན་པོ་རེད། ཨ་ནི་དུས་ཐོག་ཏུ་ལྟ་ཅིག་བརྟག་དཔྱད་གནང་ཡག་རེད་འཕྲོས་བཤད་གནང་ཡག་རེད་དེ་གའི་ཚང་མར་དུས་ཐོག་ཏུ་གནང་དགོས་པ་དེ་གལ་ཆེན་པོ་རེད་ཨ་ནི་བདག་གིས་གོང་དུ་ཞུས་པ་ནང་བཞིན་རྒྱལ་དབང་བཅུ་དྲུག་པའི་ཀྱི་རྟགས་ཐོབ་ཀྱི་སྲས་བདག་ཁྱེད་རྣམ་པ་གཉིས་མ་གཏོགས་ད་ལྟ་ལྷག་མི་འདུག་དེ་འདྲའི་འཇུ་བཟང་ནས་བདག་ཁྱེད་རྣམ་པ་གཉིས་ད་སྐར་མ་སྐར་མཚར་བསྟན་པའི་སྲོག་ཤིང་ཟེར་ན་བསྟན་པའི་སྒྲོན་མེ་ཟེར་ན་བསྟན་པའི་བདག་པོ་ཟེར་ན་བསྟན་པའི་གཙུག་རྒྱན་ཟེར་ན་གང་ལྟར་ཡང་ད་གར་གར་ཤོག་ཅི་མཛད་གང་མཛད་སེམས་མ་ར་བདག་དེ་ཁྱེད་རྣམ་པ་ཆགས་དེ་ཡོད་དེ་འདྲའི་འཇུ་བཟང་ནས་ཀུན་གཟིགས་བྱ་བའི་བསྟན་ཡག་དེ།